ཆོས་ལུགས་རིས་མེད་བཟོ་དགོས་ཡོད་ནའང་རག་འོ། ཆོས་ལུགས་དེ་བས་ཨེ་ད། མཐུན་སྒྲིལ་ཞིག་ག་རེ་བཟོ་དགོས་ཡོད་ན་ད་དེ་འདུག་དེའི་ཕེ་ཐོག་ལ་ཆུང་དུས་དེ་ཚོ་བྱིངས་ཏེ་འདི་གནོད་ཀྱི་འདུག་ཟེར་གནོད་བསྐྱལ་གྱི་འདུག་ཟེར་ཏེ་ལབ་བསྡད་པ་རང་ཉིས་སྟོང་བརྒྱད་པ་དེར་ལ་ད་ཉིས་སྟོང་བརྒྱད་ནས་ཁ་ཁ་ཆགས་ཚར་བ་ཡོག་མ་རོག་ཁང་ཚོར་དེ་མེད་པ་ཡིན་དུས་ཡོད་དགོས་ཡ་ཆ་གི་རོ་ད། ཁོ་འགོག་རྐྱེན་བཟོ་ཉིན་དེ་ག་མེད་པ་ཆགས་ཚར་དེ་འདྲ་ཡིན་དུས་ཁོ་རང་ཚོ་ཕེ་གལ་ཆིག་ཨ་ད། ཆོས་ལུགས་རིས་མེད་བཟོ་དགོས་ཡོད་ནའང་རག་འོ་ཆོས་ལུགས་པ་ར་བས་ཆོས་ལུགས་ག་ད་ཅིག་བཟོ་དགོས་ཡོད་ན་རག་ག་རེ་བཟོ་དགོས་ཡོད་ན་ན་ཞེ་བོ་ཅིག་དགོས་ཡ་ཅིག་ཡོག་རེད་དེ་དེ་ཅང་མི་འདུག་ཨ། འདི་འདྲ་ཡིན་དུས་ཙང་སྐད་དེ་ཚོས་ཀྱང་སྐད་ཆ་དེ་ཚོ་ཁུངས་ལུང་མེད་པའི་སྐད་ཆ་ཅིག་རེད་གཅིག་ནས་དེ་རེད་གཉིས་ནས། སྐད་ཆ་དེ་བདེན་པར་མ་རེད་ག་རེ་ཟེར་ན་ང་རང་གཙོས་དགོས་པའི་ཨ་ནེ་གཞུང་འབྲེལ་བསྟེན་གསོལ་གཙོ་གནང་གཉིས་ཀྱི་སྐྱབས་རྗེ་ཡབ་སྲས་རྣམ་པ་དོན་གཙོ་དགོས་ཆོས་ལུགས་རིས་མེད་ཀྱི་ཐོག་ལ་ཕར་གསན་བསམ་དགོངས་གསུམ་གནང་གཉིས་རྐྱང་རྐྱང་ཆགས་བསྡད་ཡོད་རེད་དོན་གཙོ་དགོས་པའི་ཨ་ནེ་ཆགས་པའི་ནགས་ལ་ཡང་ཆུ་ལུད་རོ་ཡོངས་སུ་གསོག་པའི་ཐབས་ཆགས་པས་ཡོལ་བདེ་བར་བྱེད་པས། ཡིན་ན་ཡང་དུས་སུ་གཞུང་འགྲེལ་གྱི་ནི་དཔེ་ཆ་ཉག་ནི་གཞུང་འགྲེལ་སྣོད་ཀུན་ཏུ་ཟེར་ཡག་གི། དེ་འདྲའི་གི་ཐུགས་དགོངས་གཞི་ཡང་ཡོད་མ་རེད་བཀའ་མོལ་ཡང་ཡོད་མ་རེད། ཁ་ཁད་ཅིག་ཡོད་མ་རེད་ད་ཡིན་ན་སྐྲག་ལམ་བར་སྐད་ཆ་རེ་ཟིན་གཉིས་ཟིན་མེད་སྤྱི་ཚོགས་ག་བ་ཡིན་ན་ཡོད་སྲིད་ཀྱི་རོ། དེ་འདྲའི་སྐད་ཆ་ཡོད་ཀྱི་ཡོད་ཡང་གང་ག་ཡ་བདག་པོ་རྒྱབ་ནི་མི་མང་གང་མང་ནི་ཁྱབ་བསྒྲགས་བྱས་ན་ཏག་ཏག་བསྡད་ཀྱི་ཡོད་ཀྱི་མ་རེད་བསམ་གྱི་འདུག། ད་དངོས་གནས་དོན་གནད་ཀྱི་མཚན་ལྡན་གྱི་སྐྱེས་བུ་དམ་པ་དོན་མཛོད་ཀྱིས་གསུངས་ཡོད་ན་ནི་ད་རྒྱུ་མཚན་ཡོད་ཤས་ཆེ། མ་གཏོགས་ཅེ་ལེ་ཡང་དེ་འདྲའི་ར་ལ་བར་ལ་སྐད་ཆ་ག་འགའ་ཡག་རུང་བསྡུས་ནས་བཤད་ན་ད་གང་ག་ལ་བཤད་ཡོད་རེད་བ། དེ་འདྲའི་ཞིག་རེད་ཡིན་གྱི་རེད་བསམ་གྱི་འདུག།